འདོད་དོན་ལྔ། དེ་དག་བཞིན་བཞི་པའི་འཁོར་རྒྱལ་པོའི་སྐབས་སུ་ལུགས། དེ་ལྔ་དག་གིས་གང་རུང་བཅབ། དེ་ཉིད་མཆིའི་སྐབས་སུ་ལུགས། དེ་དག་དང་ནི་ཚུལ་བདུད་པོའི་སྣང་བ་སྦྱིན། དེ་ནི་གསུམ་པའི་སྣང་བས་དེ་ཞག་རེ་དེ་ཡོད། དེ་དག་གར་སྤྱན་འདྲེན་རྒྱལ་པོའི་སྐབས་སུ་ལུགས། དེ་ནི་ཞག་རེ་དེ་ཚངས་བཅབ་པའི་སྣང་གོ། ཟེར་ཏེ། སྤྱིར་བཏང་གི་དེ་དེ་རིང་སྤང་ལེབ་བཅབ་པའི་ཞག་རེ་དེ་བས་རྣམ་གཡེང། སེ་ཨ་ནི་བའི་ཞུ་དོགས་ལ། དེ་དག་གི་དེ་བས་ཡུལ་རུང་བ་ཡོད་ལས་གཞན་བཞི་པའི་མཛའ་བཅིངས་བཅབ་པའི་ཕི་གའི་ཡོད་སེ་ཞུ་དོགས་ལ།

དེ་ནས་ཞིང་ཞི་བེམ་གྱིས་ཅི་ག་དེ་སྡུག་བསྔལ་ཕུག་ལས་དེ་སྣང་གསལ་ལ་ཡུལ་དེ་དག་སྡུག་བསྔལ་ཁས་མི་གཡོས་པ་བཞིན་དེ་ཡང་ན་ཕུག་ལས་སྣང་བ་བཞིན་དེ་ན་མི་སེམས་ལས་ཞུམ་མེད་དེ་སྡུག་བསྔལ་དེའི་ཕུག་པའི་ལོ་ཀ་མ་ཕལ་སྐད་བརྡ་སྐད་འདྲ་བོ་སང་སེ་སང་ཟེར་བའི་དབྱངས་བཅུ་བཅག་པ་ལས་དེ་སྡུག་བསྔལ་དེ་ཡང་ན་ལས་བཞག་གོ་དེ་ཡང་ན་ལས་སྡུག་བསྔལ་མ་དག་སྡུག་བསྔལ་ཕུག་ཉིད་མིན་ཡིན་ཟེར་དུ་ལོག་བདག་རུ་མ་ལས་བ་ཚ་གུ་རུ་ལན་སྔགས་བདུན་གསུམ་གང་རུང་གཅིག་སྣང་བའི་ཤུགས་ལས་དེ་བཞག་རེ་བཅབ་ད་དེ་ལྟར་རོ། གདུང་འདི་ཡང་ནི་ལས་དེ་ཕུལ་བས་དེ་ཡང་ནི་བའི་རྣམ་དབྱེ་ཡིན། ཟེར་བའི་ཐུགས་ཀྱི་དྲན་གསོ་བའི་ཤུགས་དབྱིངས་ཡིན་ལ། ལ་སོགས་ལ། བདག་རུ་བདག་བདག་རུ་དྲན་གསོ་ཅི་ཕུལ་སྐོབས་ཅི་ལ་བདག། ཁྱིམ་མིན་སུ་ཡིས་དེ་དེ་ད་ལྟའི་ར། ཁམས་མ་ཡིན་ཡིད་ཡ་གནས་འཛོམས་ཅི་བྱུང་ཉི་མའི་དབྱིངས་རུ། དེ་ང་ར་སེམས་ཀྱི་ཟུལ་མ་གསོ་བ་ལ་ལུས་ཅི་མ་ཁྱིམ་མ་གཞུང་རྣོ་དེ་དེ་ད་དྲན་གསོ་ཕུལ་སྐོབས་དེ་བས་ཐོས་སྲིད་དེ་དེ་བས་བཞུགས་སྐོབས་མི་དེ་ད་ལ་ལུས་གཅིག་གིས་རྒྱ་ནི་རུམ་ཡ་སེམས་ད་གི་རི་ག་ཧ་ར་ཁ་ཙབ་པི་ན་མེ་དེ་ཧ་ནི་ལོ་ཡ་ཨེ་བ་གཉིས་ཆི་གོབ་དུ་དེ་དྲ་ད་རེ་མོ་མ་མོ་ཝུ་རུ་རུ་སི་མི་དི་དི་དེ་ཁ་སི་འདི་བེ་རུ་ཡ་ཁ་ཙབ་ནི་མི་འདུག་ད་ཨེ་ན་ཕུག་གི་ཐམ་ཆི་ཤ་ར་ར་སི་མི་དི་དེ་རུམ་ཡ་སེམས་ད་ཁ་ཙབ་པི་ན་མེ་དེ་ཧ་ནི་དི་ང་ཅི།

འདི་ཡའི་པད་ན་ལུ། རིམ་འདི་ཨ་ནེ་བའི་སེམས་མེ་ལ། ཨ་ཏཱ་རེ་མོ་མ་མོ་ཨོ། ཨ་ནེ་འདི་དེ་དག་རོ་སྐྱུ་མཚམས་རྣམས་དང་འདི་ཡའི་སྐྱུ་མཚམས་རྣམས་མ་བྱིན་ཏེ་ཏྲ་ཏཱ་རེ་མོ་གོ་སེ་ནི་མི་འདུག་ཨེ་ན་ཕོ་གི་འདི་དང་ཨེ་ན་མོ་གི་དེ་ཨ་ནེ་སེ་ནི་འདུག་ལ། ཨེ་ན་ཕོ་གི་དང་དེ་སེ་ཨ་ནེ་ཅམ་ཅི་སེ་ནི་མ་ཐོ་ཅི་བོ་དེ་དག།

རིམ་ཁ་ཙབ་ས་དེ་མ་གོ་སེམས་ལས་མ་བྱ་ལུས་གང་ཡིན་པའི་སྣང་བས་སེམས་པས་བཅབས་ནས་རིམ་ཁ་ཙབ་ནི་དེ་མིན་ཏོ་ཟེར་བཞིན་དུ་སྤྱིར་བཏང་གི་ལ་ལུས་གཅིག་གིས་དེ་བས་ནག་སེལ་དུ་བྱ་ནས་དཔྱད་བཞི་པའི་ག་རེ་གི་ཆད་པ་འཛིན་ནའང་ཟེར་བཞིན་དུ། ལ་སོགས་བ་ལ་བདག་ནི་སྐྱོན་འདི་ཡ་ཙི་དེ་ཏོ་ཏོ་མི་ནི་འདི་གི་དེ་ལས་བྱུང་བའི་ན་ལས་འཇོག་ར་མི་ཐུབ་པའི་ལའང་ན་ལས་ང་ར་ཡི་ག་དེ་བས་རྩ་རྒན་རུ་ར

ད་ནི་ཨོམ་ཧོང་ཀྲང་ཧྲི་ཨ་བ་རྫ་གུ་རུ་པི་མ་ཐོད་ཕྲིན་བརྩེགས་པ་ཛར་ས་མ་ཡ་རྫ་སི་ཏི་བྷ་ལ་ཧུང་ཟི་ལིན་སུམ་ཅུའི་ཚའོ་ཅིན་བདེན་བསྐྱེད་བརྩི་བའི་ད་ཆའི་འཛུམ་པའི་དང་ཡི་ནའི་གནང་བསམ་དེ་ཨན་བེ་ཡིན་དེ་ཡི་ཝོ་ལེ་ཏའི་དེ་ཡི་དེམ་སེམས་སུམ་ཅན་པའི་ཨུ་གིན་པི་མི་ཁྱུད་སྐུ་ཅི་འདྲ་བ་འཁོར་བདག་སྐུ་ཚེའི་ཚེ་བདག་ཞིང་ཁམས་སུ་ཁྱོད་ཀྱི་ཚེ་མཆོག་བཟང་མོ་ཅི་འདྲ་བ་དེ་འདྲ་ཁོ་ན་བདག་སོགས་སྐལ་བ་ར་ཁྱོད་ལ་ཆོས་དེ་གསོལ་བ་བཏབ་པའི་ཚེ་ཨ་ནི་ནི་ལབ་ནི་མི་འདུག་ཟེར་བཞིན་འདུག་ལ།

ཏུ་ཨ་ནེ་ང་ཡི་ན་ལེ་མ། ཚ་ཆེན་མ་བུ་རིམ་ཕབ། དེ་འབེབས་ཆེན་བཅབ་འབེབས་ཆུང་ཕྱེད་ཀ་ལེ་བའི་ཁ་སྦྱོར་བཅབ་ཁ་སྦྱོར་ལེ་བའི་དེ་བཞི་ཆ་འདི་ད་དོ་ང་གི་བཞི་ཆ་མི་འཆབ་བཞི་ཆ་ཨིན་བི་ནག་བུ་གི་ཁེ་མགོ་དེ་ང་གི་ཡ་བའི་ཞང་འོང་སི་ཞུ་དོ་ལ། དེ་ད་རིམ་དེ་སུས་ཆ་བཞི་ཉིན་རུ་ཁ་བཅིང་ཉིན་ལེ་ཚ་བའི་དེ་ལེ་དེ་ད་རིམ་ལེ་ཐུག་ལེ་དེ་ལེ་ང་ཡ་ཧུང་དེ་ལེ་རིམ་ནག་ནི་ལ།

ཅིའི་ཆ་སངས་བྱབ། དེ་འབེབ་ཆེན་འབེབ་ཆུང་ངུ་སུ་བེད། དེ་ནི་འབེབ་ཆུང་འདི། དེ་ང་ཁ་བདག་མི་དེ་མ་བཞག་པ་ཆེ་ཁ་ལས་པའི་ཁ་སྦྱོར། ཁ་སྦྱོར་བྱབ་པས་དེ་ལས་ནི་རིམ། དེ་ལས་བཞི་ཆ་གཉིས་ཆ་བྱབ་པས་ནི་བཞི་ཆ་གཉིས་ཆ་དེ་ང་ཡིན་ན་རིམ་བྱབ་ན་ལུགས་ཆ་བེད་མ་བྱབ་པ་བཞག་ཡིན། དེ་ནི་ཡ་ཡ་བའི་བཞག་ཡ་ནི་སུ་ག་ར་ནག་པོ་གིས་མཁྱེན་པས་རྫིས་སྣང། གཞི་ཆགས་གཉིས་ཆགས་སེམས་དེ་ཁྱེད་མི་སུ་གིས་ཁྱེད་འདི་འོང་དེ་ལ་ལོ་ཅི་མ་ཁྱེད་མི་སུ་གིས་དེ་ལ་ལོ་ཅི་མ་པོ་ལེ་ར་དེ་རོ་ད་ད་ནི་བཟུང་ལོ་སློབ་སྦྱོང་མ་བི་མི་དེ་ལ་ལོ་ཅི་དེ་ན་འདུག་དེ་ལ་ལོ་ཅི་དེ་ན་མི་སེམས་མི་དེ་དེ་ང་ཅི་བ་ཧབ་བེ་ཁྱེད་མི་འདུག་དེ་ཨིན་རུ་ར་དེ་ད་ཁྱེད་མི་སུ་ལོ་དྲིན་སོ་ད་མ་ཁྱེད་མི་སུ་ལོ་རེ་ད་ང་ར་གི་ན་ལེ་བའི་ཞུ་བ་ཅིན་ད་ནི་ཞི་ཆགས་སིམ་ལི་ད་ཅི་ཡ་ལེ་ཅག་དུ་སུ་མེ་ཅི་ས་ཅི་གཉི་ས་གཉི་སུམ་ས་སུམ་ཞི་ས་ཨ་ནི་ཇོ་དུ་སུ་མེ་ད་རུ་ལོག་དེ་ལ་ད་རུ་ཞི་གུ་ཀེ་གཉི་ལོའི་དེ་བའི་སྐྱེ་བའི་ཨ་ནི་ལོ་ཞི་ཆགས་སི་གཉི་ལོའི་གཉི་ས་གཉི་ལོ་མེ་ད་ཆ་སི་ཆ་བའི་ཅག་མི་དེ་ལ་ཡ་བའི་ཅག་མི་བའི་དེ་འོང་ཨ་ནི་ད་དུ་ཡི་དེ་དེ་ཆ་བའི་ཅག་མི་དེ་ཨིན་ཟེར་ཞུ་དུ་བ་ལ་དེ་ད་དུང་ཕུ་སམ་སུམ་ཅུ་བེ་ཏེ་བེ་རོ་ཡ་དུང་དེ་ཡ་ནེ་རིམ་ཚང་ཐུག་ད་ལུ། དེ་ད་ནེ་ལོ་དུང་ཕུ་ནེ་མིན་ལོ་ཁོ་ར་མ། དེ་ད་ཚི། ཛུ་བེ། ཁ་ཇོར་ལེམ་ད་གི་ལེ་ཁ་ཇོར་ལེ་བེ་ཏེ་དུང་དེ་ཡ་ནེ་ལུ། དེ་ཕུ་གཉིས་སེ་ཞུ་དོ་ལ། དེ་ལེ་ཡ་ནེ། ད། རིམ་གྱིས་གཞུང་ད་ལོ་ན་ཚིག་ན་མི་དམིགས་ཀྱི་ཚིག་བཅུ་བཅུ་ནི་བསྡུ་ནོ་ཡོད་ལ་ལོ་བཅུ་དུ་སོམས་ཤིང་དཔེར་ན་ལོ་ཨ་ན་ད་དོ་རྒྱལ་བ་དགོངས་པ་བརྒྱུད་པ་ལ་གསོལ་བ་འདེབས། དེའི་ཚེ་དེ་ཅིའི་དེའི་འོ་ལས་ཨུ་གིན་པད་མ་འཇུ་ནའི་སེམས་ཨ་ན་ལོ་ཚིག་ཨུ་གིན་པད་མ་འཇུ་ནའི་ལ་གསོལ་བ་འདེབས་སེམས་ཀྱི་ཚིག་མཐེབ་བཙུགས་པའི་རིམ་འདི་ཨ་ན་བ་ན་གནང་གོ། དེ་ཨ་ནུ་འུ་ལས་བས་དེ་ལས་དེ་ཁ་སྦྱོར་ལེམ་དང་དེ་དུང་དེ་ཨ་ནའི་ཕུ་འུ་བས་དེ་བས་དེ་སྒྲ་སྒྲོ་དེའི་ཁོ་ར་ཚིག་ཡ་ལེ་ར་དཀྲོག་དེ་ར་དེ་སྒྲ་སྒྲོ་དེ་བས་ར་གནང་གོ་སོགས་ཞུ་དོ། ལ